མ་འདྲ་བ་ཅི་ཟེར་བ། དེ་མ་འདྲ་བ་ག་འདྲའི་ཆགས་ཡོད་རེད་ཟེར་ན་དཔེར་ན་ང་ཚོ་རྡོ་སེ་ཡ་གཟིགས་དང། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་པའི་ཆེ་བཞི་ཕུང་པོ་རྒྱན་ཧྲི་ཞིག་བཏོན་ཡོད་ན་འདྲ་རྒྱན་ཧྲི་ཞིག་སྟུག་པོ་ལྷག་པ་གསུངས་ཡོད་ན་འདྲ་ཕྱིས་འཕུར་གོང་ལྟ་བྱུང་སངས་རྒྱས་ཀྱི་གསུང་རག་ག་འདྲ་ཞིག་གསུངས་ཡོད་ན་ཡང་གསུང་རག་དེ་དག་གི་པའི་སྙིང་པོ་ཚིག་བདུན་ཡོང་དུས་ཙམ་ནས་གཙོ་བོ་དེ་ང་ཚོ་དེ་ཐེག་ཆེན་གྱི་དྲ་ཐག་མ་ཡོད་ཀྱི་ནི་སློབ་དཔོན་རྣམས་ཀྱིས་ཤེས་སྟངས་སྤྱད་པ་ཡིན་ན་པའི་རྒྱན་ཧྲི་དེ་སྲིད་ལྟ་བུ་དེ་གཙོ་བོ་ཡིན་གསུངས་དགོས་རོ།

ཚད་མ་ཀུན་འདི་དང་སློབ་བུའི་ཆེ་གྲགས་ཀྱི་ཚད་མ་འདི་དོད་ལ་སོགས་པ་འདི་པས་ནོན་པའི་ཐུན་མོང་མ་ཡིན་པའི་གཞུ་རེད། སྤྱིར་ཚད་མ་རིག་པ་ཟེར་ཡ་དེ་ཕྱི་ནང་ཐུན་མོང་གི་རིས་མེད་ཀྱི་ཆ་དོད་རེད་དེ་ཡིན་ན་ཡང་ཕྱོགས་ལྷུང་གིས་མཛད་པའི་ཚད་མ་ཀུན་འདི་དང་སློབ་བུའི་ཆེ་གྲགས་ཀྱིས་མཛད་པའི་ཚད་མ་འདི་དོད་ལྟ་བུ་ཡིན་ན་ནོན་པའི་ཐུན་མོང་མ་ཡིན་པའི་གཞུང་ཞིག་ཆགས་དོད་རེད། ཆ་ག་རེ་ཟེར་ན་ཁོ་རང་སོགས་ཀྱི་ཕུགས་ཀྱི་དམིགས་ཡུལ་དེ་ག་རེ་ཆགས་དོད་རེད་ཟེར་ན་ཕུགས་ཀྱི་དམིགས་ཡུལ་ཅེས་པ་རོ། ཕུགས་ཀྱི་དམིགས་ཡུལ་བཞག་ས་བཞག་ས་ག་ཟུང་འདྲ་བོ་དེ་གཙོ་བོ་དེ་ནི་ཐར་པ་དང་ཐུགས་རྗེ་ཆེན་པ།

སློབ་པའི་ཕྱིར་བྲག་གི་མཚན་མ་རྣམ་བཞག་བཏབ་པ་ཅིར་ཆགས་ཞེ་ནས་ཞུས་པ་ཡིན་ན། རང་སྡེ་ལེ་ཝིའི་བཀའ་སུ། སློབ་པའི་ཕྱོགས་ལྷུང་གི་རྒྱན་བཞི་གཙོ་བོ། དེ་ནི། མཚན་མ་དང་མཚན་མ་མ་ཡིན་པའི་རྣོ་དབྱེ་བརྗེས་ནས་མཚན་མ་ཡང་དག་པ་དང་མཚན་མ་ཤེས་བཅུ་མ་ལོག་པ་གཅིག་གི་རྣམ་གཞག་གཏན་འབེབས་བྱེད་ཡ་དེ་སློབ་པའི་ཕྱོགས་ལྷུང་གི་རྒྱན་བཞི་གཙོ་བོ་ཡིན་ཙང་ད་དེ་ནི། ན་ཟུག་ལས་སྡོང་པོ་བའི་གང་ཟག་སྟག་གཟུགས་ཀྱི་སློབ་དཔོན་ཤོག་ལུང་གིས་རྗེས་གཞིག་གི་གཙོ་བོ་གཏེར་ལ་འབེབས་པ་ལ། ཨེ་ནི། དངན་སྲིད་ཀྱི་ཐོག་ནས་གཏེར་ལ་འབེབས་ཐུབ་པ་མ་རེད་རང་སྡེ་བརྗིད་པ་བརྗིད་པ་ཚད་མའི་ཐོག་ནས་གཏེར་ལ་འབེབས་དགོས་དེ་ཙམ་ལས་ལས་ཀྱི་དམ་པའི་གནས་སྐབས་སུ། ཨེ་ནི། སློབ་དཔོན་ཤོག་ལུང་གིས་རྗེས་གཞིག་གཙོ་བོ། ཚད་མ་དང་ཚད་མ་མ་ཡིན་པའི་རྣོ་ཡིག་བསྟན་པའི་བྱེད་ཡ་དང། ཚད་མ་ཤེས་བྱ་མ་རྣོན་པ་ཞིག་རྣོ་བྱ། ཚད་མ་ཤེས་བྱ་མ་རྣོན་པའི་རྣོ་བྱ་ཚིག་བགྲོས་ཡ་དང། དེའི་ཡན་ལག་གི་ཚུལ་དུ་ཨེ་ནི། ཚད་མ་རིག་པ་དང་འབྲེལ་བའི་གི།

ཚེ་སྒྲུབ་ལེའུ་ཡི་འཁོར་བཞུགས་རི་བོ་འཁོར་ལོ། ནི། སློབ་བུའི་ཆོས་ལོངས་ཀྱི་མཚན་མ། མཚན་མ་ཀུན་བཏུས་ཀྱི་འཆད་བྱེད་མཚན་མ་བཅུ་པོ་འགྲོ་ལ་ཕེབས་བྱེད་པ་དེ་མ་དེ་བཞི་ལ་ཕྱག་འཚལ་སའི་ཚིག་ཀུན་སྙིང་པོ་དེ་གིས་དག་པའི། ཚིག་རེ་རེ་བཞིན་དུ་བར་བྱ་བྱེད་ཡོད། དེ་བྱ་བྱེད་ཡོད། དེ་འདྲའི་ཡིག་ཚང་སྣ་ཚོགས་མཚན་བཏགས་འོང་དེ་ཀ་ལ་ཚེ་སྒྲུབ་ལེའུ་གསེང་དུ་མཚན་མར་བཅུ་པའི་ལེའུ། དེ་ཁྱད་པར་འདུག་བ། མཚན་མར་བཅུ་པའི་ལེའུ་གསེ་ཡ་གི་མཚན་མར་བཅུ་ཡ་དེ་བདག་ཅག་གི་བསྟན་པ་མཚན་མིའི་སྤྱི་དོན་ཡིན་པར་བགྲོ་ཡ་དེར་གཟིགས་དགོས། གཙོ་བོ་དེ།

དེ་གཅིག་ལིང་གཉིས་ཀྱིས་བསྒོམ་པ་དངོས་གནས་དེ་ག་ནས་སྐྲག་གོ་བར་ཟེར་ན་ལེགས་གསང་བ་ནས་མ་ཏོག་སྐྲག་གོ་བ་མ་རེད། ད་ལེགས་གསང་མིན་མི་དཀའ་ལ་དེ་ནི་བཞག་བཞག་ཉིད་བཞིན་ཚད་མ་ཉིད་སེམས་འོད་དུ་དངོས་གནས་དྲང་གནས་ཀྱི་ད་སློབ་པའི་ཤོག་ལོང་གི་ཚད་མ་ཀུན་བསྡུས་ཀྱི་བས་དེ་གཅིག་ལིང་གཉིས་ཀྱིས་བསྒོམ་པ་དེ་ལེགས་གསང་མ་ནས་འགོ་ཚུགས་ཏེ་སྐྲག་གོ་བ་རེད། འོ་ད་དེ་ང་ཚོ་གར་སོ་རེད་སྤྱི་བཏང་གི་ཤོག་ལོང་ཁྱི་སྐྲག་ཡག་ཟིག་ཉིད་ཀྱི་ང་ཚོ་ཀྱི་ཚད་མའི་དེ་གཅིག་གི་བྱུ་རགས།

དགའ་བསུ་བས་ད་གཞུ་ལུས་ཡིན་པའི་གནད་འགག་ཨ་ནི། སློབ་བུའི་ཆེ་དྲག་གི་ཚེ་མང་རྣོ་རྗེའི་སྐབས་སུ་ཤོ་ལུང་གི་གཞུང་གི་དགོན་པ་ག་འདྲས་སུ་གྲགས་ཀྱི་ཡོད་མེད། ཁོ་གཉིས་ཀྱི་གསོ་ར་དགོན་པ་བཀྲ་ཐང་དེ་མཁས་པ་ཞིག་ཏུ་མི་འདྲ་ཡི་ཆེ་བ་ག་རེ་ཡོད་མེད་རེད་བ། ད་དེ་གས་ཨང། ད་དེ་རིང་ང་ནི་ཞུ་ཡས་ཀྱི་སྐད་ཆ་དེ་དེ་འདྲས་ཆགས་ཀྱི་ཡོད་རེད། འདི་ཞུ་ཡས་ཡིན།

གཙོ་བོ་དང། སློབ་པའི་ཤོང་ལོང་གི་དང་ཚད་མ་ཀུན་བཏུས་ཀྱི། རྒྱལ་སྲིད་གཙོ་བོ་དེ། ཨ་ནི་དང། ཚད་མའི་ངོ་བོ། དབྱེ་བ། གྲངས་ངེས། དང་ཚད་མའི་ངོ་བོ་ལ་ལོ་ཏོག་བཀག་པ། དབྱེ་བ་ལ་ལོ་ཏོག་བཀག་པ་གྲངས་ལ་ལོ་ཏོག་བཀག་པ།

རང་སྡེ་བཞི་པ་ལེགས་བཏང་པའི་སྐབས་སུ་ནི། ཞེས་ཚ་བའི་རྗེས་ལ་ནི། ད་ལེགས་གཉིས་པའི་ཁ་ཚུགས་ཞུས་པ་ན་ཞེས་བྱས་ནས། མཚན་མར་གྲུབ་པའི་ལེགས་སུ་ཡལ་ཏེ། མཚན་མར་གྲུབ་པའི་ལེགས་སུ་ཡལ་ཏེ་དང། མཚན་མར་བརྗོད་པ་སའི་སྙིང་པོ་དེ་དོན་དུ་བགྱི་བར་བྱ་སྟེ། མཚན་མར། མཚན་མ་སྤྲོས་པའི་ལས་ཀྱི་སྡིག་གིས། ལས་ཀྱི་ཉེས་པའི་དག། བྱེད་བྱེད་ཀྱི་དག། ཚིག་ཀུན་སྙིང་པོ་སྡིག་གི་ཀུན་པར་བསྒྲེ། ནི་དག། ལས་ཀྱི་སྲིབ་མ་མན་ཆད་ནི་དག། མཚན་མ་ཀུན་སྡིག་གི་གར་སོགས་རེ། དེ་བཞིན་གླུ་ངེས་ཤིག་གིས། ཀུན་པར་བསྒྲེ་བའི་ཀུན་འགྲོའི་རུ་ཆག་དེའོ། རོ། དེ་སྲིད་དབང་གི་རྩལ་ནི་བཏང་བ་ན་ལས་ཀྱི་དམ་པའི་སྐབས་སུ། ནི་གཙོ་བོ་རང་སྡེ་འཇིགས་པར་བཤད་པ་ཡིན། ནི། རང་སྡེ་འཇིགས་པ་གང་འདྲའི་སྲིད་ཞིག་ཡོད་རེད། རང་སྡེ་འཇིགས་པ་ཤེས་ཀྱི་མི་འདུག་བ། ལས་ཀྱི་དམ་པ་འགོ་བཙུགས་དབང་གི་རྩལ་ནི། གཙོ་བོ་དེ་ཨེ་ནི་ཚིག་གསལ་བཤད་ཡིན་དགོས་དོགས་ཨ་ཟེར་ན། བྱས་ཙང་ང་ཚོ་རང་སྡེ་བརྗིད་པ་ཟེར་ཡ་དེ། གཞན་སྡེ་བརྗིད་པ་ཟེར་ཡ་དེ་སྒྲུང་ངག་ལ་གོ་གོ་གོ་ཡོད་རེད། རང་སྡེ་བརྗིད་པ་ཟེར་ཡ་དེ། གར་སོགས་རེད་ད་བརྗིད་པ་ངོ་མ་དེ་ལ་གོ་གོ་གོ་རོགས་ཨ། ངེས་ཟིན་ཚད་མ་གཏོགས་བརྗིད་པ་ཚད་མ་ཟེར་ཡ་གི། བརྗིད་པ་ངེས་མ་དེ་ལ་གོ་གོ་དེ་ཚོ་ནི་ཨེ་ནི་ཁོ། བརྗིད་པ་ཞེས་པ་ལ། གཏན་ཚིགས་མ་ཤེས་པ་གཅིག་ནི་ད་བརྗིད་པ་ཞེས་པའི་ཐག་ཡོད་མ་རེད་བ། ངོ་ཅི་ང་ཚོ་དེ་ནི། བརྗིད་པ་གི་རང་བཞིན་དུ་ངོ་ཤ་འོང་དེ། རང་གི་གཏན་དུ་གཅོད་པའི་གཏན་ཚིགས་ཡང་དག་ལ་བརྟེན་ནས། ད་རུང་གི་བྱ་བཞག་ལ་མ་ལུས་པའི་ཤེས་རིག། དེ་འབྲེལ་གྱི་གོ་བདེ་ཚུལ་ནི་གཏན་ཚིགས་མ་ཤེས་པ་བྱས་ནས་ད་བྱས་པ་བྱས་པའི་ཐག་མེད་པ་ཡིས་ཙང་ད་འགོ་ཚུལ་གོ་བདེ་ཚུལ་ནི་གར་སོང་བ་རེད་དེ་གཅིག་ཁོ་རང་གི་ལས་ཀ་དམ་པའི་དེ་གཅིག་གིས། གཞུང་དངོས་གཞི་འགོ་ཚུལ་གོ་བདེ་ཚུལ་ནི་ནི་ཤུགས་ཀྱིས་དེ་གཅིག་ཆགས་པ་ཡིས་ཟད་མི་འཇིག་རིགས་ད་དེ་ནི་འགོ་ཚུལ་དེ་ད་སུས་སུ། རྡོ་རྗེ་ནི་བཤད་ཡ་དེ།

དེ། ལས་ཀྱི་བདག་མེད་མདོ་སྡེ་ཆགས་བསྡད་པ་རེད་མ་གཏོགས། ཚད་མ་རྣམ་འགྲེལ་ལས་ཀྱི་གཞི་སྡེ་གི་མདོ་སྡེ་རེག་གི་ཡོད་མ་རེད། ལས་ཀྱི་བདག་མེད་མདོ་སྡེ་རེག་གི་རེད་དེ། རང་གནས་ལས་ཀྱི་མདོ་སྡེ་ཆགས་བསྡད་པ་རེད། ད་དུ་ཞིག་ནས་ནི་གོ། གར་སོགས་རེད། ཚུལ་སྲིད། ཚུལ་སྲིད་གི་དབྱེ་བ། ད་ཚུལ་སྲིད་གི་དབྱེ་བ་ནང་ལ་ནི། འགྱུར་རུང་མ་དམིགས་པའི་གཏན་ཚིགས་གསུམ་ལས་འོངས་ཀྱི་ཙམ་ནི་ད། རང་བཞིན་གྱི་གཏན་ཚིགས་ཀྱི་ད་རྟགས་ཆད་ཀྱི་འབྲེལ་བ་དེ། བདག་ཅེས་འབྲེལ་དང། དེའི་ཤུགས་འབྱུང་འབྲེལ་བ་གར་རེད། ད་ཕྱིས་བདག་གཅིག་འཇུག་གིན་བྱ་བ། ད་དེ་ལས་མཆིས་ཏེ། ཨེ་ནི་ང་ཚོ་འོག་གི་རང་བཞིན་ན་ཡང་མེད་མོད་ཀྱི་ཡོད་པ་ཚོ་དང་བྲལ་བ་ཡིན། དེ་མེད་ན་ནི་ཡོད་པའི་ད་མིང་གི་ད་ནི་མེད་ཕྱིར་རོ་ཞེས་སོགས་ཀྱི་ད། ང་ཚོ་ད་ལས་ཀྱི་ད་མེད་ན་ལ་ཧ་ཅང་གི་གནད་འགག་ཆེ་བས་དཀའ་གནད་ཆེན་པོ་ཡིན་ཏེ་ངེད་ང་ཚོ་ཅི་བྱེད་ཟེར་ཟེར་ཡ་དང། དེ་ནི་ག་ཚོད་དེའི་འོག་ལ་ཤིན་ཏུ་དོགས་པ་ཟེར་ཡ་དང། དེ་ནི་དེའི་འོག་གི་ད་ཡིན་ཟེར་ཡ་འདྲ་བོ་འདུག་ཚོ་ད་དཔེ་ལས་ཀྱི་ད་མེད་ནང་དུ།

དེ་ཚོ་གླེང་བ་འདི་ག་ལ་ད་གཙོ་བོ་ལས་ཀའི་གཏམ་དཔེ་གི་རང་འགན་ལས་ཀའི་ནང་དུ་དེ་གའི་དེ་ག་དེ་དེ་ལ་གཙོ་བོ་ག་རེ་བྱེད་དགོས་ཟེར་ན། མདོ་སྡེ་པའི་ཐུན་མོང་མ་ཡིན་པའི་དེ་མ་གཉིས་ཀ་ནོར་བྱ་དེ་བྱེད་དགོས་ར། སྤྱིར་བཏང་གི་ཆེས་ང་ཚོ་སྒྲ་དོག་སེམས་འགྱུ་འགྲུབ། རྒྱུན་འགྱུ་བཀག་དགོས་ཡ་དེ་གནད་འགག་ཆེན་པོ་རེད་དེ་གླེང་ཁྲིད་དེ། ཨ་ནི་མདོ་སྡེ་པའི་ལུགས་ཀྱི་དེ་མ་གཉིས་ཀ་ནོར་བྱ་དེ། ང་རོ་ཚོ། དྲི་མཐའ་ག་རེ་ལ་ཡིན་ན་ཡང་དེ་གཉིས་ཀ་ནོར་བྱ་དེ་རྩ་ཆེན་པོ་བརྩི་དགོས་ར་དཔེར་ན་མདོ་སྡེ་པ་ཡིན་ན་མདོ་སྡེ་པ་ཁོ་རང་གི་དེ་མ་གཉིས་ཀ་ནོར་བྱ། ཨིན། བདག་གི་ན་ཞིག་གིས་ནི་སེམས་ཙམ་པ་ཡིན་ན་སེམས་ཙམ་པའི་བདེ་བ་ནི་མངོན་ནོ་བྱ། རང་བྱིས་པ་ཡིན་ན་རང་བྱིས་པའི་བདེ་བ་ནི་མངོན་ནོ་བྱ། ཐུན་འཆི་བ་ཡིན་ན་ཐུན་འཆི་བའི་བདེ་བ་ནི་མངོན་ནོ་བྱ། དེ་གིས་དེ་ལྟར་བྱང་ཐབས་སོ་སོ་གིས། གཞི་ཡི་རྟགས་དྲུག་གཙོ་བོ་འདིར་བརྩི་གི་ཡོད་རོ། གཞི་ཡི་རྟགས་དྲུག་གཙོ་བོ་འདིར་བརྩི་གི་ཡོད་རེད། དེ་ཡིན་དུས་ཙམ་གྱིས་འཆི། འཆི་དང་དེ་ལས་འཆི་དེ་བདེ་བ་ནི་མངོན་ནོ་བྱ། ད་དེ་ནི་ཡིན་མ་ལས་གུ་དོན་བུའི་རྒྱུད་ཕལ་ཤེས་དག་རྫོགས་ཚོགས་ཀྱི་བར་དུ་ནི། སྒྲ་རྟོག་སྒྲིབ་འཇུག་བཀག། ནི་སེལ་བའི་ཡིད་བྱེད་ཡིན་པར་སྒྲུབ་པའི་རྟགས། ཡན་ལག་འདྲ་བར་ཆགས་དེ་ཡོད་རོ། དེ་རེད་དེ་གི་ད་མི་འཇུས་པ་དང། དེ་ཆགས་རྒྱུ་རེད། ད་མཐའ་ལ་གཅིག་དམིགས་བསལ་མ་འདྲ་བ་གཅིག་གིས་ལོ་ཏོག་ལ་མི་བརྟགས་བསྟན་པ་གསལ་བྱེད། གར་སོགས་རེད། ང་ཚོ་རེ་ཞིག་ཚད་མ་དག་ན་འགའ་ཞིག་མ། ཁྲིད་ལས་ཕྱི་འདས་བར་དུ་རིན་མི་སྤྲོད། སྡིག་པ་སྦྱོང་ཞིང་སྡོང་ཧང་བཙོག་བྱེད་པ་བླུན་མི་ཤེས་རང་བྱས་པའི་རྟགས་མ་ཡིན་གསུངས་འདི་རྩ་ནི། གར་སོགས་རེད། ཤི་རོ་པི་ཏཱ། བདེ་བ་གཞན་པ། རེད་བ། བདེ་བ་གཞན་པ་འགའ་ཞིག་བདེ་བ་གཞན་པ་ལྔ་ཟེར་གྱི་ད་ཞོར་ལ་བཀག་ཡོད་རེད་བ། ད་དེ་ཆགས་ཐུབ་རེད། ད་ལས་ཀྱི་དམ་པའི་སྐད་ཆའང་འདྲ་པོ་འདི་འདྲས་བྱས་ཡོད། ད་ལས་ཀྱི་གཉིས་པ་ནང་ལ་སླེབས་འོང་གི་རྫ་ནི། དེ་ནི་ག་རེ་བཟོ་དགོས་རེད་ལས་ཀྱི་གཉིས་པའི་གི། ད་ལས་ཀྱི་གཉིས་པ་ཁོ་རང་གི། མཚན་མ་ནང་གི་ལས་ཀྱི་གཉིས་པ་དེ་ལ་མིའི་ཡང། ཚེ་སྒྲུག་ལས་ཀྱི་བཏགས་པ་རེད། མིའི་ཚེ་སྒྲུག་ལས་ཀྱི་ཟེར་ཡ་དེ། ཚུལ་ཚིག་ཚིག་འདི་བྱེད་པར་བར་རིམ་པོ་བྱེད་པ་ཡིན་ནོ། ཚད་མར་སྤྲུལ་པའི་ལེགས་སེ། ཚད་མར་སྤྲུལ་པའི་ལེགས་སེ་ཡོང་འདི་ཙམ་ཡིན་ཨ་ནི་དེ་སྤྱི་བཏང་གིས་ང་ཚོ་ཚད་མར་སྤྲུལ་པའི་ལེགས་སེ་ཡ་དེ་སྤྱི་བཏང་གིས་ཀྱི་ས་དུ་མ་ལས་རིག་པ་བཞི་པ་ཚད་མ་ཡིན་པར་སྤྲུལ་པ་ཚོ་མ་རེད་ད་རེད། གཙོ་བོ་དེ། བདག་ཅག་གི་བསྟན་པ་ཚད་མའི་སྤྱི་བོ་ཡིན་པར་སྤྲུལ་པའི་རིག་པ། བདག་ཅག་གི་བསྟན་པ་ཚད་མའི་སྤྱི་བོ་ཡིན་པར་སྒྲུབ་པ་དེ་ལ་ཚད་མར་སྤྲུལ་པ། བདག་ཅག་གི་དེ་མ་ཚིག་ནི་སྤྱི་བའི་ཡིན་པར་སྒྲུབ་པ་ཚད་མར་གྱུར་པ་ཚད་མར་གྱུར་པའི་ལས་ཀྱི་སྲིད་ཡག་གི་ཚད་མར་གྱུར་པ་དེ་དང། ཨཱ་ནི་སློབ་པའི་ཤོག་ལོང་གི་མཆེད་བྱེད་ཀྱི་ནང་ན་ཚད་མར་བྱེད་པ། འགྲོ་ལ་ཕན་བྱེད་པ་སྲིད་ཡག་གི་ཚད་མར་བྱེད་པ་སྲིད་ཡག་གཉིས་ཀའི་དོན་དང་བཅས་པ་ཅི་ཡང་ཆགས་ཐུབ་རེ། ཚད་མར་གྱུར་པ་སྲིད་ཡག་གི་ཚད་ནི་ད་རེས་འདི་གི་ཚད་མར་གྱུར་པ་འགྲོ་ལ་ཕན་བྱེད་པ་སྲིད་ཡག་དང། ཚད་མར་གྱུར་པའི་ལས་ཀྱི་སྲིད་ཡག་གི་ཚད་མར་གྱུར་ཡག་དེ་སྤྱི་དང་གི་སྤྱི། ཤེས་པ་ཚད་མ་སྤྱི་ཚད་མ་ཡིན་པར་སྒྲུབ་པ་སོགས་ལ་སྲིད་ཡག་ཡོད་མ་རེད། གཙོ་བོ་དེ་བདག་ཅག་གི་བསྟན་པ་དེ་ཚིག་ནི་སྤྱི་བའི་ཡིན་པར་སྒྲུབ་པ། དེ་ཡིན་གྱི་རྩ་ནི་ད་གློ་བའི་ཕྱིར་སྐྲག་གི། མཚན་མ་སྣོམ་འདོད་ཀྱི་ད་ལེའུ་ནི་པ་ཚེ་དྲུག་ལེའུའི་གི། བཞུད་རོལ་བོ། བཞུད་ཡོངས་སུ་རྫོགས་པ། དེ་ནི་མཚན་མར་གྱུར་པ་འགྲོ་ལ་ཕན་ཞེས་པར་བསྟན་པ་བདེ་གཤེགས་སྐྱབས་ལ་བྱང་སེ་སི་ཡའི་གི་ཚིག་ཀུན་སྙིང་པོ་དེ་ཡིན་འདྲེས་པ་ཆགས་འདོད་རེད། ཚིག་ཀུན་སྙིང་པོ་དེ་ཡིན་འདྲེས་པ་ཆགས་འདོད་རེད། དེ་ཡིན་གྱི་རྩ་ནི་དཔེར་ན་ཡང་ཚོ་ཚིག་གོ་བྱང་འདྲ་བོ་བཏང་བ་ཡིན་ན་དཔེར་ན།

བདག་ཅག་གི་བསྟན་པ་འཚེ་མེད་སྤྱི་བའི་ཡིན་པར་སྒྲུབ་པ་ལགས། ད་དེ་ལ་རྒྱ་གཞུང་གིས་རྒྱ་ཨག་གློ་བོའི་དུ་སུག་གི་འཚོ་བཞུགས་ཞིག་ཏུ་མ་འདྲ་བ་ཡོད་རོགས། རྒྱ་ཨག་གི་གློ་བོའི་རིགས་འགའ་ཞིག་གིས་བྱས་ན། ཨ་ནི་ག་རེ་སུ་གི་རེད། བདག་ཅག་གི་བསྟན་པ་ལ་འཚེ་མེད་སྤྱི་བའི་རྗེས་དགོས་ཡ་ག་རེད་ཟེར་ན། ཚད་མ་དང་འདྲ་བའི་ཆ་ནས། ཚད་མ་ཟེར་དུས་ག་འདྲི་ཅིག་ལ་བྱ་གི་རེད་ཟེར་ན། ཨ་ནི། རུ་སྟོབས་ཀྱིས་ཡིན་སྦྱང་ངེས་ཅིག་ལ། རེ་བ། མཚན་མ་གཞན་ལ་མ་ལྟོས་པ་བྱིན་ནོ་རུ་སྟོབས་ཀྱིས་ཡིན་བྱ་ངེས་ཤིང། ཡིད་ལ་མི་སློབ་བ་དང། ཡིན་བྱ་ངེས་ཀྱི་ལ་མཚན་མ་གཟིགས་ཡོད་རེད། བདག་ཅག་གི་བསྟན་པ་མཚན་མི་གཅིག་པ་ག་འདྲས་ཆགས་ཀྱི་རེད་ཟེར་ན། གཞན་ལ་མ་ལྟོས་པ་རུ་སྟོབས་ཀྱིས་བདེ་གཤེགས་ལུགས་དང་ཤེས་རིག་མ་འོངས་པ། བདེ་གཤེགས་གནས་ལུགས་རང་དབང་དུ་འདོར་མ་མཛད་པ། རེ་བ། ཡང་མེད་ན། ཞེས། འདྲི་བ་རྣམས་ཆེས་ཐོགས་པ་བྱས་པའི་རིགས་དང། གཞན་གྱིས་བསྲེགས་པའི་མཐའ་ཡོངས་སུ་རྫོགས་པ་དེ། གཞན་ལ་མ་ལྟོས་པ་ཅན་རོ་སྟོབས་ཀྱིས་འདོན་པར་མཛད་པ་ཡི་གཙང། རོང་བོང་གིས་འདོན་པར་མཛད་པ་ཡི་གཙང་ནི་གོ། ཚད་མ་དང་འདྲ་བ་རེད། ད་འདྲ་བ་ཡིན་ན་འདྲ་ཡུལ་གྱི་ཚད་མ་དེ་ག་རེ་བཞག་དགོས་རེད་ཟེར་བའི་རྩ་ནི་ཐང་གའི་བོད་ན་སློབ་པའི་བྱེ་བྲག་ལ་ད་ཚེ་སྒྲུབ་ལས་ཀྱི་འགོ་བཙུགས་ཡོང་དུས་ག་ལ། ད་མཚོན་བྱ་གི་ཚོད་མ། མཚན་ཉིད། དེ་ནི་ཁ་སང་མཚན་མིན་ཚད་གཞི་ལ་ལོག་པར་རྟོག་པར་དགའ་བ།

ཡག་བགྱིས་རེད་དོ། བད་ག་ན་ཞིག་རོ་ནི་རོ་ངའི་ངོ་འོག་ཏུ་ཐ་སྙད་ལེན་ནི་ཚད་མ་གཉིས་ཏེ་གཅིག་མུན་པ་རྡོ་ཞེས་དབྱི་སི་ཡ་ཏིག་གི་ཚིག་མིང་དབྱེ་བ་དེ་ལ་དབྱེ་སྒོ་མི་འདྲ་བ་གཉིས་པ་སྟེ། རང་ཉིད་ཀྱི་ཚད་མ་དང་གཞན་ངེས་ཀྱི་ཚད་མའི་དབྱེ་བ། དེ་འདྲའི་སེམས་ངོ་འདི་ག་ལ་ཚད་མར་བརྗོད་པར་འགྲོ་ལ་བན་ཤེས་པ་སི་ཡ་གི་ཚད་མ་སི་ཡ་གི་ཚིག་སྤྱི་བོ་ཏིག་གི་དོན་རྟགས་ཏེ། ཚད་མ་ལ་མི་འཇིགས་ཤེས་པ་ཞེས་པ་ནི།